སྐུ་འཕྲེང་ལྔ་པ་ཁོ། ངག་དབང་བློ་བཟང་རྒྱ་མཚོའི་སྐབས་ནས་རྒྱལ་དབང་གིས་བོད་ཆོས་སྲིད་གཉིས་ཀྱི་དབུ་ཁྲིད་གནང་ཡག་དེ་ཆགས་པ་རེད་ད་ང། རྒྱལ་དབང་ལྔ་པའི་སྐྱེལ་འདྲེན་བཅུ་བཞི་པ་ཆགས་བསྡད་ཀྱི་ཡོད་རེད་ད་རྒྱལ་ད་རྒྱལ་དབང་གི་སྐྱེལ་འདྲེན་བཅུ་བཞི་པ་ཆགས་བསྡད་ཡོད་རེད། ད་དེ་འདྲ་ཡིན་དུས། རྒྱལ་དབང་སྐུ་འཕྲེང་གཅིག་གིས་ད་དང་དུ་བླངས་གང་བཞིན་སྤྲོ་བཞིན། སྤོབས་པའི་ཐོག་ནས་རྒྱལ་དབང་གིས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཟེར་བ་དེ་གདུབ་སོགས་བརྒྱབ་ན་ཤིན་ཏུ་འོས་པ་རེད། མི་སུ་གཅིག་གིས་བྱེད་ཐུབ་ཡག་ཡོད་མ་རེད། དེ་ངས་ཐག་བཅད་ཐུབ་ཀྱི་རེད་ངས་ཐག་བཅད་ཡོད། ད་བོད་ཀྱི་ཆབ་སྲིད་ཀྱི་ལས་འགན་དེ་དམངས་གཙོའི་ཐོག་ནས་འོས་བསྡུ་བྱས་པའི་འགོ་ཁྲིད་ཀྱི་དབང་ཆ་གཙང་མ་འཁྱེར་ནས་འགྲོ་ཡག་ཅིག་མ་གཏོགས། ངས་དེ་ཅིག་ཕི་གེ་ག་ད་ཡིག་ཆའི་ནང་རྒྱ་གར་མི་ཆེ་ཡང་མུ་མཐུད་ནས་ཅིག་ཆབ་སྲིད་ཀྱི་འགོ་ཁྲིད་ཡིན་པའི་རྣམ་པ་དེ་ལས་བལྟས་ན། ཅིག་ཞུ་གུ་གཅིག་ལྷག་སྡེ་བའི་སོར་ཆགས་ཡོང་གི་འདི་ད་ངེས་པར་དུ་བསྒྱུར་བཅོས་གཏང་དགོས་རེད་བསྒྱུར་བཅོས་གཏོང་ཡག་གི་དུས་དེ་ཨ་མདོ་ཀླད་པའི་སོར་ཞིག་ཏུ། ད་དེ་འདྲ་ཡིན་དུས་དེ་འདྲའི་གི་ཐོག་ནས་མི་མང་པོས་དགའ་མོས་རུ་བྱས་ནས་ཡོད་དེ་བས། ཏཱ་ལའི་བླ་མ་དེའི་ཁ་ཐུག་དེ་ད། ཆོས་ལུགས་གཉིས་ཀྱི་དབུ་ཁྲིད་རེད་ཟེར་ཡ་རེད་ཆོས་སྲིད་གཉིས་ཀྱི་དབུ་ཁྲིད་རེད་ཟེར་ཡ་དེ་ད་མཚམས་བཞག་བཞག་ན། བས་གཟི་བརྗིད་ལྡན་པའི་ཐོག་ནས། ང་ཚོ་ནམ་རྒྱུན་ཚོགས་འདུ་འདི་ཚོགས་པའི་ཁ་ཐུག་ལ་ཡང་ཚོགས་འདུ་གྲོལ། ཚོགས་འདུའི་ཞུ་གུ་རུ་དེ་ཚོགས་འདུ་རྒྱལ་ཁའི་ངང་ནས་གྲོལ་ཡིན་ཟེར་གི་འདུག་བ། འོ་ད་དེ་ནང་བཞིན་བྱས་ནས། གྱང་བ་ལྔ་པ་ནས་མ་ཆོས་སྲིད་གཉིས་ཀྱི་དབུ་ཁྲིད་བྱས་ནས་ད་ལོ་བཞི་བརྒྱ་ལྷག་ཙམ་ཕྱིན་པ་དེ་ད་རྒྱལ་ཁའི་ནང་ནས་འཛམ་བཞག་བྱུང་ན་སྲིད་སྤྱིར་བ། ང་གངས་ཅན་པའི་ཡུལ་མི་ཆགས་བསྡད་ཡོད་རེད། གངས་ཅན་པ་ས་ཡ་དྲུག་སྤྱི་བོ་རྣམས་བོད་མི་སྤྱི་བོ་རྣམས་དེ་ཡོངས་རྫོགས་ལོག་ལ་བོད་སྤྱི་བའི་དོན་དག་གི་འགན་འཁྲི་བསྡད་ཡོད་རེད་ཟེར་ང་ཆ་ཤ་ནས་བོད་སྤྱི་བོ་རྣམས་དེང་གི་མི་གྲལ་གཅིག་ཆགས་བསྡད་ཡོད་རེད་མདོ་སྨད་ཨ་མདོའི་ཡུལ་ནས་ཡོང་པའི་བོད་པ་ཞིག་ཆགས་བསྡད་ཡོད་རེད་གངས་ཅན་པ་ཆགས་བསྡད་ཡོད་རེད་ང་མ་ཤི་བར་དུ་འགན་དེ་ཡོད་ཡོད་རེད་བ།